གནས་ཡས་རི་མོ་དང་བསྐྱར་ཉེར་སྤྲོད་བྱ་རྒྱུ་ཅི་ཐུག་གཉིས་སྟོན་སུ་ཁེལ་ཡོང་ང་ཞེས་འབར་ར་མ་སོང་རོགས་ཨ། མ་གཞི་དཀོན་པོ་རོགས་ཇི་ལྟར་བོད་པ་ལ་གྲོང་དེབ་དེ་བསྡུ་སུ་ཚེ་ན། ལྟ་ཇེ་ཙང་དེ་གི་ནང་ལོགས་ནི། ནི་ང་གཙོ་གི་མཚན་ཉིད་ནང་ལོགས་ལ་ལྟ་བྱ་བས་ན་ཡིག་གཟུགས་དེ་སྤྱིར་བཏང་གི་ཡིག་གཟུགས་ཀྱི་རི་མོ་ཡི་ཡོད་པ་ཅི་ཨ་ནི་ཡིག་ཡས་མང་པོ་དུ་ཁོ་ནི་འགའ་སུ་མི་འདུག་རོགས་ཨ། དེ་ནི་དེ་གི་གཞན་པ་དེ་གི་དེ་གཉིས་སྟོན་སུ་ལྟ་ཡོང་ཡོད་ལྟ་ཡོང་ད། ནི་དོ་སྣང་ག་རེ་བྱུང་སོང་ལ་ན། དེ་འཛིན་གྲྭ་ལྔ་བའི་ཡིག་སྤུག་ཀློག་པ་ཡིན་ན་གོ་ཚིག་གི་ཡོད་ན་མི་ནག། ཁ་ཅིག་ལ་སྣང་བརྙན་འདི་ཀློག་གནང་ལ་ཚིག་དང་དེ་ལྡན་པ་ཚིག་མང་པོ་ཞིག་ཚིག་དང། ཐོ་བོ་དེ་འདྲ་མང་པོ་བེད་སྤྱོད་བཏང་བྱས་པ། དཔེ་ཆ་ཆེ་ན་སྤྲོས་པ་ཟེར་ཡོད་དང་ཆོས་ཟེར་ཡོད་ཅེས་དང། དེ་ནས་འདི་བ་ལ་བསྙད་གནས་ཟེར་བ་དང་བཟོ་བྱའི་སྒྲ་དང་ཚད་མ་ནང་པའི་སྒྲ་ཚད་མ། སྤྱོད་ཚེ་དྲུག་ཅུ་རྩ་བཞིའི་སྒྲ་ཚད། དེ་འདྲ་འགྲོ་བོ་ཆ་ཆེ་བ་ཡིན་ན་འཛིན་གྲྭ་ལྔ་བའི་ཡིག་སྤུག་ཅིག་གི་གོ་ཚིག་རེད་བས། རོགས། ད། དངོས་གནས་བྱས་པ་ཡིན་ན་ང་ཚོ་གི་བོད་པའི་གི་སྒྲོང་ཁྲིད་དེ་དམ་པ། ད་དོན་དག་དེ་གའི་དེ་ཕར་ཕྱོགས་འཛིན་གྲྭ་ང་བའི་མཚན་སྙན་དེ་ལ་བསྟོད་འགོ་དགོས་རོགས་དེ་དང་བསྟུན་ནས་མཉམ་དུ་ནི། ཁོ་རང་འཛིན་གྲྭ་དང་འཛིན་གྲྭའི་གི་ལོ་ཙེ་དང་འཛིན་གྲྭ་དང་མཐུན་པའི་གི་ཚིག་ཁྱིམ་བེད་སྤྱོད་བཏང་ནས་སྒྲོང་ཁྲིད་ཡོད་རེད་ད་ང་ཚོ་བོད་པ་ལ་ད་ལྟ་དེ་གི་ཚིག་ཁྱིམ་དེ་ཡོད་མ་རེད། ཡིན་ན་ནི་ཨིན་ཇི་ལ་ཡོད་རེད་ཨིན་ཇི་ལ་ཡོད་པ་དེ་ངས་ཀྱང་ཚོ་ལ་བསྟོད་འགོ་དགོས། ཅི་ལ་ག་རེ་ཡོད་རེད་ཟེར་ན། ཁོང་ཚོ་གིས། དེ་ལྟར་ཕྱི་སྨྱོན་འཛིན་གྲྭ་ཡིན་ན་ཕྱི་སྨྱོན་འཛིན་གྲྭ་ལ་ཚིག་འདི་གས་འདི་བེད་སྤྱོད་བཏང་ནས་སྒྲུང་བྲིས། ཚིག་ལྔ་བརྒྱ་འདུག། དེ་ནི་འཛིན་གྲྭ་དང་པོ་ལ་ཆ་བྱ་བ་ཡིན་ན First Grade Word List ལེགས་དང། ཚིག། ཕྱི་སྨྱོན་འཛིན་གྲྭ་གི་ཚིག་ལྔ་བརྒྱ་དེའི་སྒང་ལ་ནི། འཛིན་རུང་དང་པོ་གི་ཚིག་གཅིག་སྟོང་བཅས་བཅོམ་ལྡན་ཚིག་ཆིག་སྟོང་ལྔ་བརྒྱ་དེ་བེད་སྤྱོད་བཏང་ནས་སྒྲུང་བྲིས། ད་ཁོ་རང་ཚོ་གི་དབྱིན་ཇི་གི་ཚིག་གི་དཀའ་ལས་ཁག་ལུས་ཏེ་ཁོ་རང་ཚོ་གི་ད་གང་ལྟར་ཞིབ་འཇུག་བྱས་ནས་མཐའ་མའི་གི་མཐའ་དམ་དེ་བརྒྱབ་ནས་ཨ་ནི་ཐག་གཅོད་གནང་བཞག་འདུག་བ་ད་སྒྲུང་བྲིས་མཁན་ཅིག་ཡིན་ན་ཡང་ཁོ་གི་རྩ་བ་དེ་གཞི་བཞག་ས་དེ་འཛིན་རོགས་ང་བོད་གི་མཚན་ཉིད་ད་ལྟ་གཡས་ཕྱོགས་ལ་ཡོད་རྒྱུ་རིས་མོ་དེ་གཞི་ལ་བཞག་དེ་ནས་གར་ཅིག་གིས་ན་ཚིག་དེ་གའི་དེ་བེད་སྤྱོད་བཏང་ནས་ཨ་ནི་སྒྲུང་བྲིས་བཞག་དེ་ད་བ་ཨ་ནི་བུ་གུ་གི་གནས་ཚུལ་དང་མཐུན་པ་ཨ་ནི་ཚིག་གསར་བ་མེད་པ